ད་ལྟ་བལ་ཡུལ་ནང་གི་ཉོག་དྲ་ཟེར་དགོས་རེད། སྦུག་སྦུག་ལ་ཡང་གནས་སྟངས་ག་འདྲ་ཞིག་ཡོད་པ་དེ་ད་དུང་ང་ཚོ་གིས་ཤེས་ཀྱི་མ་རེད་བ། ད་གཟའ་ཡིས་ང་ཚོ་གི Social Media དེ་འདྲའི་ནང་ལ་ལྟ། ང་འདྲ་ཅིག་དེ་ཚོའི་ནང་ནས་མཐོང་རྒྱུ་ག་རེ་བཤད་ཀྱི་ཡོད་མེད་དེ་ཚོ་མ་ཤེས་མ་གཏོགས་ཅིག་གིས། ད་ཡང་གཟའ་ཡིས་ཀྱི་ཆབ་སྲིད་ཀྱི་སྒྲོམ་གཞི་འདྲ་མོ་ཅིག་ག་འདྲ་ཞིག་གི་ཐོག་ལ་འགྲོ་གི་ཡོད་མེད་དེ་དཀའ་ལས་ཁག་པོ་རེད་བ་ཧ་གོ་ཡ་ང་འདྲ་ང་འདྲ་བ་ཅིག།

ཡིན་ན་དེ་ལས་བསམ་ཡུལ་ལས་འདས་པ་ཅིག་ལ་དེ་ལ་ལྟ་མཁན་དེ་འདྲའི་མང་པོ་འབྱུང་རྒྱུ་རེད་བསམ་མི་སོང་ད་གིན་མང་པོ་འབྱུང་བཞག་ཨ་ནི་ཚང་མ་གིས། སྒར་བཏགས་གནང་བཞག་ཚང་མ་ལ་ཐུགས་རྗེ་ཆེ་བི་ཀྲོ་གཉིས་ལ། ད་ཡིན་ན་ཡང། སྐད་ཆེ་ཤོས་དེ་ག་རེད་འདུག་ཟེར་ན། སྐད་ཆ་བཤད་དགོས་ཡ་སྐད་ཆེན་པོ་རེད་དྲན་གྱི་འདུག་ང་རང་བསམ་བློ་བཏང་པ་ཡིན་ན། ཁ་ཅིག་གིས་ཤེས་ཀྱི་ཡོད་མ་རེད་ཟེར་གི་འདུག་དབང་པོ་གཅིག་གིས་འཇམ་དབྱངས་འདི་འཁོར་ཚུལ། ཨ་ནི། ང་ཚོ་དྲང་པོ་བཤད་ན་བོད་པ་དེ་ཚོ་ནང་མཁར་ཉོག་དྲ་གཅིག་ལོངས་དགོས་ན། རྦད་དེ་ཁོ་རང་ཟི་རྐང་ལས་ཧ་ལས་ཀྱི་མེད་ཟེར་ནས་བཤད་མཁན་མང་པོ་ཡོད། རེད་མ་རེད། སྐད་ཆ་སྟྲོང་པོ་ཞུ་དང། བལ་དེ་ཁོ་རང་ག་རེ་ཧ་ལས་ཡ་ཡོད་རེད་ཟེར་ནས་ག་རེ་ཡིན་ནབ་བཤད་ཅིག་ཧམ་པ་ཧམ་པ་དག་ཅིག་གཡོ་ཡིན་ནམ་མིན་རེད་མིན་ན་ཡིན་རེད་དུ་ནབ་བཤད་མཁན་སྐད་གསང་མཐོན་པོ་ཅིག་ནབ་བཤད་མཁན་ནང་ཁར་ཉོག་དྲ་ཅིག་སློང་དགོས་ན་བལ་དེ་ཁོ་རང་བལ་སྐད་གསང་མཐོན་པོ་ཅིག་ནབ་བཤད་མཁན་མང་པོ་ཡོད་ཨ། ད། གཞན་པ་ཅིག་གིས་བོད་པ་མིན་མཁན་ཅིག་གིས་བོད་པ་ལ་སྐྱོན་དེ་འདྲའི་མེད་བཞིན་དུ་ཅིག་མ་ཉེས་ཁ་ཡོག་ཟེར་གོ་ར་མ་ཉེས་ཁ་ཡོག་དང་སྐྱོན་འཛུགས་མང་པོ་ཅིག་འདྲ་བྱས་ནས་ཤི་ཡོང་དུས་ཤི་དགོས་གོ་ར་དྲང་པོ་བྱས་ན།

ཕོ་ཕག་གི་ཐོག་ལ་ཅིག་སྐྱོན་འཛུགས་ཆོ་མེད་ཅིག་གིས། ཕོ་ཕག་གི་སྐྱོན་བཟོས་ཡོད་ན་ནི་ཏང་ཁ་ཁ་རེད་ད། དེ་ནི་ཏང་ཁ་ཁ་རེད། སྐྱོན་བཟོས་མེད་བཞིན་དུ་དེ་ནི་དེ་འདྲའི་སྐྱོན་འཛུགས་མང་པོ་ཅིག་བྱས་ཡོང་དུས་སེམས་པ་གི་བཟོད་སྒོ་མི་འདུག་ཨ་དྲང་པོ་བྱས་ན་དེ་བྱེད་དུས་སྐྱོན་དེ་མེད་ད་ང་ཚོ་ལས་ང་ཚོ་དེ་འདྲའི་བྱེད་གི་མེད་ད། ནེ་པ་ལའི་རྒྱལ་ཁབ་འཐོར་འགྲོ་ཡ་གི་ལས་ཀ་ཅིག་ང་ཚོ་ཕོ་ཕག་གི་རྩ་བ་རང་ནས་བྱེད་གི་མེད་ད། དར་ནག་བྱེད་མྱོང་མེད་མ་འོངས་པ་ལ་ང་ཚོ་བྱེད་གི་མེད། འདི་ལ་མ་དོ་ནུབ་ཤེས་དགོས་གལ་ཆེན་པོ་རེད། སྐྱབས་བཅོལ་བ་ཡིན་ཟེར་དུས་མི་ཁ་ཤས་དེ་འགྲིག་ཟེར་གི་འདུག་སྐྱབས་བཅོལ་བ་རེད་ང་ཚོ་ནི་དཔེ་ཁ་ཙམ་བསྡད་དགོས་རེད། འཛམ་བུའི་གླིང་ས་ཆ་ག་བར་འགྲོ་ན་དེང་སང་གི་དུས་ཚོད་ལ་སྐྱབས་བཅོལ་བ་རེད་ཟེར་ནས་མ་ཅིག་སྙོམས་འགྲོ་ཡ་དང་སྐད་ཆ་བཤད་མ་ཆོག་ས་དེ་འདྲའི་སྐད་ཡོད་མ་རེད། སོ་སོ་ལ་དྲང་པོ་ཡོད་ན་སྐད་ཆ་བཤད་ཆོག་གི་རེད་བརྒྱ་ཆ་བརྒྱ།

ནེ་པ་ལའི་རྒྱལ་ཁབ་གནམ་ལམ་འཕུར་ན་འདྲ་ས་ལ་འོག་ལ་འཛུལ་དུས་ན་ང་ཚོ་ལ་ཆུ་གཏོགས་ཡོག་མ་རེད་ང་ཚོ་རླུང་བ་དེ་གི་ཁྱབ་ཆོས་རེད་ཁ་ཙུམ་མགོ་བོ་ལུག་ཙུམ་བྱས་ནས་བསྡད་དགོས་ཨ་སྐད་ཆེན་པོ་རེད་དེ་ཚོ་དེ་ཚོ་ག་རེ་བྱས་ནས་དེའི་ནང་ལ་འཇུག་དགོས་རེད་ཆུ་མེད་ས་གི་ནང་ལ་དཔེ་མ་རབ་རེད་ད་དེ་ཚོ་སེམས་ནར་བ་མ་འོངས་པ་ང་ཚོ་ཧ་གོ་བ་གྱི་མི་དེ་ཚོ་གི་རིགས་ག་རེ་བྱས་ནས་བླ་ན་དེ་ཚོ་གི་རྐྱེན་གྱིས་ནས་རྐྱེན་གཅིག་དེ་ཚོ་གི་བྱས་ར་བ་ཡིན་ན་ད་ད་ལྟ་སྐྱོན་འཛུགས་མི་དགོས་ས་ལ་སྐྱོན་འཛུགས་མང་པོ་ཟེར་བྱས་བསྡད་ཡང་དེ་ཚོ་ནི་དང་ཁ་ཁ་རེད་ད། སྐྱེས་འཁོར་ཚུགས་ཀྱི་བྱས་པས་རེད་ད། ད་ལྟ་དེ་འདྲའི་གི་སྐྱོན་འཛུགས་བྱེད་དགོས་རྒྱུ་མཚན་ཡོད་མ་རེད། ལྷག་པར་དུ་ཨ་ནི་ཁ་ཚང་ངོས་འདི་ནང་ལ་བྱེད་ཉེན་ཡོད་རེད་བ། ད་ལྟ་དེ་ནེ་པ་ལི་གི་སྐྱིད་འཛུགས་བྱས་རེད་ཁོ་རང། ཁོ་རང་གི་ཟེར་ན་ང་བྱེད་ངར་གི་ལོ་པོ་ལ་རྒྱལ་ཁབ་ཟེར་ནི་ཙང་ནི་བྱུང་མྱོང་ཡོད་མ་རེད་ཟེར་གི་འདུག་དེ་ཚོ་ཁོ་ཚོ་ལ་བཅུད་ཐོག་མའི་ཨ་ནེ་པ་ལི་དང་ལོ་པོ་ལ་རྒྱལ་ཁབ་བྱུང་མྱོང་ཡོད་ན་འདྲ་མིན་ན་འདྲ་ཁྱོད་ལ་སྐར་བཅུ་ལས། ཅུས་ཐོག་ཁོ་གསར་འགོད་གསར་འགོད་ཅིག་གི་ཐོག་ལ་གླེང་ན་ཁོ་འདི་སྐད་ཅེས་བཤད་ཀྱི་འདུག་ནེ་པ་ལི་ལ་ཁར་སའི་སྤོ་ལ་རྒྱལ་ཁབ་ཟེར་མཁན་ཅོང་ཉུང་ཡོད་མ་རེད་ང་མ་ནི་རྒྱལ་གི་རང་རེད། རོ། ཨ་ནི་བར་སྐབས་ཅིག་ལ་ཨ་ནི་ཉོག་དྲ་ཅིག་བྱུང་ནས་སྤོ་པ་དེ་ཚོ་ཉོག་དྲ་ཟེར་དེ་ནི་ད་ལྟ་ཁོ་རང་ཚོ་ཕྱི་ལོག་ལ་བསྐྲུན་ཡོང་དེ་འདི་འདྲ་ཅིག་ནས་བསྐྲུན་ཡོང་རེད་མ་ཤེས་ཁོ་ཚོ་ལ་རྒྱལ་ཁབ་ཅིག་ཡོད་ནི་དེ་ཤོར་ནས་བསྐྲུན་ཡོང་རྒྱུ་འདི་འདྲ་སྐད་མ་རེད་ལ་དེ་འདྲའི་སྐད་ཆ་ལབ་ཀྱི་འདུག་ད་དེང་སང། ཧང་སངས་སྐད་ཆ་རག་དེ་ཚོ། དེ་ཡང་མི་དཀྱུས་མ་འདི་རིགས་ཅིག་མ་རེད་ད་སྤྱི་འཐུས་ཚོ་གིས་བྱེད་དགོས་རེད་ད། འོ་དེ་བྱེད་དུས་དེ་ཚོ་ལ་ང་ཚོས་ལན་འདེབས་ཚ་ཐག་ཆོད་བྱེད་དགོས་པ་དཔེ་གལ་ཆེན་པོ་རེད། ལན་འདེབས་ག་ནད་ལ་འཁེལ་བ་གོ་རིམ་ལྡན་པ་སྐད་ཡག་པོ་བཤད་མཁན་དེ་ཚོ་རག་ད་ཧི་མ་ལའི་རི་རྩེ་དེ་ཚོ་བཤད་རོགས་མ་བྱེད་འདོད་པའི་ང་རང་ཚོ་མ་ཐོན་ནས་ང་ཚོ་སྐད་བཤད་མཁན་དཀའ་ཚེགས་སྒུག་སྒུག་རག་དེ་ཕོ་པ་ལ། ཨོ་དེ་འདྲ་བྱེད་དུས་དེ་ཚོ་ལ་མ་མཐོང་ནས་གསར་བཤད་དང་ནེ་པ་ལ་ཁེལ་དོགས་ནས་རོགས་གསར་བཤད་ཚ་ཐག་ཆོད་བྱེད་དགོས་པ་པེང་བ་སི་གལ་ཆེན་པོ་རེད་ང་ཚོ་ནང་ཁུལ་ལ་རྩེད་རྒྱག་ནས་པེ་རྩེད་མཁས་པོ་ཞུ་ཡོད་བ་ང་ཚོ་འོ་དེ་ནང་བཞིན་དུ་གཞན་དག་ལ་ང་ཚོ་ལན་འདེབས་ཚ་ཐག་ཆོད་བྱ་དགོས་པ་གལ་ཆེན་པོ་རེད་ཁོ་ཚོ་གར་སྐྱེལ་ཡ་རེད། ངུ་ནི་གིས་ཅིག་སྤོབས་པ་ཟིན་ངན་དེ་ཆགས་པ་འདྲ་བོ་ཅིག་དང། འཛམ་བུའི་ཀླུང་ན་ཅིག། ཉོག་དྲ་བྱེད་མཁན་ཅིག་དང། ནེ་པ་ལ་རྒྱལ་ཁབ་ལ་གནོང་མཁན་ཅིག་ནི་སྤོབས་པ་གཡོ་ཚོད་ནེ་པ་ལའི་གཡོ་གིས་སྤོབས་པ་གཡོ་ཚོད་ཙམ་མ། ཉི་མ་གཅིག་ལ་མ་བསད་ནི་སྟབས་ནི་དེ་བསྟན་ཆོག་དང་འཛམ་བུའི་ཀླུང་ན། ཚང་མ་ཉི་མ་གཅིག་ལ་མ་བསད་ནི་བསྟན་ཆོག་དང།

དེ་ཚོ་ལ་རྒྱབ་སྐྱོར་མང་པོ་ཡོད་ཀྱི་རེད་ད། དེ་ཚོ་ཞིབ་ཆ་དྲ་ཧ་གོ་མིན་ན་སྤྱི་ཚོགས་དྲ་རྒྱ་ནང་ལ་དེ་འདྲི་ལ་བས་དེ་དཔེ་མི་སྲིད་པའི་མ་རབ་རོ། ད་ནི་ངས་གོང་དུ་བརྗོད་པ་ནང་བཞིན་ལྔ་བརྒྱ་ལྔར་དགོས་སྔོན་ལ་རྒྱལ་ཁབ་ཅིག་སྐྱོང་ཡོང་མ་རྩིས་ན་དཔེ་མ་རབ་ར་གོ། མི་མང་པོ་ཅིག་གིས་ཨ་ལས་དེ་འདྲི་ཡིན་ཟིག་ག་དེ་སྔོན་ལ་རྒྱལ་ཁབ་སྐྱོང་མྱོང་མེད་ར་འདུག་གསར་འགོད་པ་དེ་ཚོ་གི་ཐོག་ལ་སླེབས་ནས་འདི་བརྒྱུད་དུས། དེ་གསར་ཁང་དུ་འཛུལ་ལ་ལྟ་མཁན་བར་མར་སྟོང་ཕྲག་འབུམ་ཕྲག་ནས་ཡོད་ར་འོ་ད་ཚོ་གི་དམངས་ལ་སེམས་ལ་བག་ཆགས་དཔེ་སྡིག་ཅག་བཞག་གི་ར་ཨ་ལས། ཁོ་ཚོ་དེ་འདྲའི་རྙོག་གྲ་ཆེ་འདབ་བཅུ་ཡོང་མཁན་གྱི་རེད་འདོད་མི་ཤེས་ཁོ་ཚོར་རྒྱལ་ཁབ་ཡོད་དེ་ཞོར་འདབ་བཅུ་ཡོང་རྒྱུ་ཅུ་མ་རུ་བ་བསམ་ནས་སེམས་ལ་བག་ཆགས་བཞག་གི་ར་དེ་འདྲའི་ཅི་ཙམ་བཤད་དགོས་ཡ་གི་རྒྱུ་མཚན་གོ་རང་མེད་བ། སོ་སོའི་རྒྱལ་ཁབ་ཡར་རྒྱས་བཏང་བཏང་དང་སོ་སོ་གི་ཅིག་ལོང་པ་ཡར་རྒྱས་བཏང་བཏང་དེ་ཚོ་གི་སྐོར་ལ་སྐད་ཆ་བཤད་དེ་ཚོ་ལ་གནོད་པ་མ་བྱེད་ལབ་ན་འགྲིག་གོ་རེད་འོ་དེ་འདྲ་རེད། ད་ཕྱོགས་གཞན་པ་ཅིག་ནས།

ཡིན་ལ་བར་ད་འཛམ་གླིང་སིམ་ཉིད་དབང་ཆར་གྱི་རི་ཟན་ད་གང་ཞིག་རེད་བ་ད་དེ་ད་ད་ཧ་གོ་མ་རེད་ད་དབྱིན་ཇིའི་རྒྱལ་ཁབ་དང་དེ་འཇར་པན་དང་དང་ཟུག་དངོས་ནས་འཛམ་གླིང་སིམ་ཉིད་དབང་ཆར་གྱི་ཡོད་སྲིད་པ་རེད་མི་ཤེས་བོད་པ་གི་ད་ད་ཧ་གོ་མ་རེད་ཧ་གོ་སིམ་ཉིད་དབང་ཆར་གྱི་ཟེར་ན་ཧ་གོ་མ་ཡིན་ན་ཡང་བོད་པ་ཟེར་མཁན་དེ་ལས་སླ་བོ་ལགས་མི་ཁ་ཁ་ཟེར་མཁན་ཡིན་པ་བརྒྱ་ཆ་བརྒྱ་ཐམ་པ་རེད་བློ་རྒྱུ་ནང་ལ་ཐིག་པ་ཡིན་ན་རྒྱ་ནག་གོང་མ་ཁྲི་ཐོག་ནས་མ་བབས་རི་ལ་གི་འགྲོ་བ་པོ་བ་གི། ཨོ་དེ་འདྲ་གཅིག་དུས། ལི་ལའོ་བླ་མ་ག་ས་ཅིག་ཡིན་པ་དེ་རྒྱ་ཆེར་རྒྱ་དམ་པ་རེད། དེ་འདྲས་གི་མི་རིགས་གཅིག་ང་ཚོ་གཉིས་བབས་འདི་འདྲས་གཅིག་ལ་ལྷུང་བསྡད་པ་རེད་ར་ད་ལྟ། སོ་སོ་གི་མི་རིགས་རིག་གཞུང་དང་བཅས་པ་ངོ་ནི་བྲག་ནི་གི། ཤི་ཚར་འདུག་ལབ་ན་ད་དུང་ལྷག་བསྡད་པ་རེད་ད་ལྟས།

རྒྱུ་བརྒྱུད་ནང་ལ་ཕེབས་འགྲོ་དུས། ཧ་ལི་བར་གྱི་བསྟུད་ཚོགས་ཀྱི་གཉིས་འཕྲང་ཆེན་པོ་ཀྱིས་ང་ཚོ་ལ། ཞིག་རྒྱུ་ར་ཡོད་ན་འདྲ་མེད་ན་འདྲ་གང་ལྟར་ང་ཚོ་ནུས་བབ་ཏན་ཏིག་ཅིག་ལྷག་འདུག་ཏན་ཏིག་ཕྱོགས་ཡོངས་སུ་རྫོགས་པ་ལ་བསམ་བློ་རེ་བཏང་པ་ཡིན་ན་དངོས་གནས་ཀྱི་སེམས་གཏིང་ནས་ན་ཟུག་ཡོང་ཡ་ཅིག་དང་སེམས་པ་ཕམ་ཡ་ཅིག། ཏན་ཏིག་གི་གནས་སྟངས་ཅིག་རེད་ད་ང་ཚོ། དེ་འདྲ་ཞིག་རེད་ད། དེ་འདྲ་ཞིག་ཡིན་གྱི་ཡིན་གྱི་ལ་ཡང་ཕྱོགས་གཞན་པ་ཅིག་ལ་བསམ་བློ་གཏོང་པ་ཡིན་ན་ང་ཚོའི་གི་སྐད་ཡིག་འདི་འང་ང་ཚོའི་གི་སྤྱིའི་ཆོས་དང་རིག་གཞུང་དང་ང་ཚོའི་གི་གནའ་སྔ་མོ་གི་བོད་པ་གི་མི་རབས་རྒན་པ་དེ་ཚོ་གི་སྐབས་ལས་རྒྱ་བཟོ་པའི་གི་ད་ལྟའི་གི་ཆོས་གཞུང། གནས་གང་འདྲ་མི་འདྲ་ཅི་ཡོད་མང་པོ་ཡོད་པ་དེ་རིས་སུ་མ་ཆད་པའི་ཆོས་གཞུང་མང་པོ་བརྗོད་བསྡད་པ་དེ་དག་བསམ་གྱིས་མི་ཁྱབ་པ་རེད་དོ། ང་ཚོའི་སྐད་ཡིག་ལ་ཆག་ཆག་པ་ཡིན་ན་ངོ་ནས་ང་ཚོའི་སྤོབས་པ་ང་རང་ཚོ་གིས་མཐོང་ཆེན་བཞག་ད་དེང་སང་ལྟས་ཟིག་ཅིག་ཚང་མས་ཕྱོགས་བཞི་མཚམས་བརྒྱད་ནས་བོད་ཀྱི་ནང་ཡིན་ན་འདྲ་ཕྱི་ཡིན་ན་འདྲ་བོད་ཡིག་གི་ཐོག་ལ་ལྟས་ཟིག་དཀའ་ལས་རྒྱག་གི་འོ་རེད་ད། ང་ཚོའི། ཕོ་ཡིག་ངུ་ཁོ་རང་གི་ངོ་བོ་ལ་བསམ་བློ་རེ་བཏང་པ་ཡིན་ན་བསམ་གྱིས་མ་ཁྱབ་པ་རེད་འདུག་ཁ་རྩང་ངས་འདི་ནེ་པ་ལི་གི་དེའི་སྐད་ཐོག་ནས་གོང་བའི་སྐད་ཐར་ཐོར་བ་ཅིག་གི་ནང་ལ་ད་བིད་དྲོ་བྱོས་སུ་ཡོད་དེའི་ནང་ལ་བཞུ་བ་ནང་བྱས་ནང་ཆུ་འདྲེ་ཤི་ཆ་ཚང་ཅིག་རྒྱག་དགོས་ན་སྤོ་པ་གི་སྐད་མ་བཞང་ན་ཐབས་ལམ་སྐྱེ་ཡ་གོ་རང་མི་འདུག་ང་ཚོས་ད་ཧ་གོ་གི་འདུག།

ཅིག། སྐད་ཡིག་དེ་གཏིང་ཟབ་པ་དང་སྐད་ཡིག་དེ་བསམ་གྱིས་མི་ཁྱབ་པ་ཞིག་རེད། དེ་རྣམས་ཀྱིས་ང་ཚོ་གི་ཆོས་དང་རིག་གཞུང། ང་ཚོ་གི་སེམས་ཀྱི་བཞི་བདེ། འོ་ན་སྔ་མོ་ནས་ང་ཚོ་གི་སེམས་ཀྱི་ལ་མ། རྒྱུན་ཆགས་སུ་ཡོད་དུས་པའི། དེ་འདྲིས་ཀྱི་མི་རིགས་ཅིག་ཡིན་དུས་དེ་ཚོ་ལ་ང་ཚོ་སེམས་གཏིང་ནས་དགའ་བ་དང་སེམས་གཏིང་ནས་གི། སྤོབས་པ་བྱེད་དགོས་རྒྱུ་མཚན་ཅིག་རེད་དྲན་གི་འདུག་དེ་རྣམས་ཀྱིས་ང་རང་ཚོ་ས་གནས་ག་བ་ལ་བསྡད་དགོས་ན།

ཅོ་གེ་མོ་ཆོས་འདི་ནི་དེའི་འགྲོ་སྟངས་ཀྱིས་མར་བ་འཛམ་བུ་ལོང་ཀ་ཡི་ན་ཅོ་མི་རིགས་གཞན་པ་སེ་ན་རྒྱ་གར་ཡི་ན་ཡིན་ནེ་པ་ལི་ཡི་ན་ཡིན་རྒྱ་མི་ཡི་ན་ཡིན། ད་གཟིགས་སྤོབས་པ་གི་ཐོག་ལ་འོ་འདི་ཚོ་ཐུག་གི་མ་རེད་འདི་ཚོ་སྐྱབས་བཅོལ་བ་རེད་བསམ་ནས་ཨཱ་ནི་གཞི་མེད་སྙུན་གཟིགས་འདྲ་མི་འདྲ་མང་པོ་བྱས་ན་དེ་ཚོ་ལ་ལན་ནས་ཚ་ཐག་ཆོད་རྒྱག་དགོས་པ་དཔེ་མི་སྲིད་གལ་ཆེན་པོ་རེད།